ད་གལ་ཆེ་ཤོས་དེ། ད་བདེ་སྲུང་གི་ལས་འགན་དེ་གཅོད་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཞབས་དང་འབྲེལ་བའི་ཐོག་ལ་རེད། གཅོད་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཞབས་དང་འབྲེལ་བའི་ཐོག་ལ་ད་བཀུར་འོས་སྤྱི་འཐུས་མང་པོ་ཞིག་གི་འཚོ་བ་ཡོད་པའི་ཐོག་ནས་བཀའ་མོལ་གནང་སོང་ལ་ཡིན་དེ་ཡིན། དངོས་གནས་དྲང་གནས་ང་ཚོ་ད་ལྟ་ཆོས་སྲིད་གང་གི་ཐོག་ནས་བཤད་པ་ཡིན་ན་ཚེ་འདི་ཞིག་གང་གི་ཐོག་ནས་བཤད་པ་ཡིན་ན་ཁ་ཚོན་རྒྱ་བ་སྐམ་མ་གསུངས་པ་ན་སྐྱབས་མགོན་རིན་པོ་ཆེ་གི་སྐུ་ཞབས་ལས་གལ་ཆེ་བ་ཅིག་ང་ཚོ་ཚང་མ་སུ་གཅིག་ལ་ཡོད་མ་རེད། ངས་སྔས་མ་ཡང་གྲོས་ཚོགས་ལ་ཅིག་ཞུས་ཡིན། རྒྱལ་བ་རིན་པོ་ཆེ་སྐུ་ཞབས་ལ་ཐུག་པའི་སྐབས་སུ། ང་ཚོ་ཆོལ་ཁ་དང་ཆོས་ལུགས་དང་རྩིས་ཅིག་ལྟ་གྲུབ་ཀྱི་འཐེན་འཁྱེར་གང་གི་ཕག་བཞག་ནས། བཟོད་སེམས་མ་སོང་ན་ཀླད་ཀོར་གང་ལ་བཞག་དགོས་རེད་ཟེར་ནས་ངས་སྔས་མ་ཅིག་ཞུས་ཡིན་ལ་ད་ལྟ་ཡང་ནན་པོ་བྱིངས་ནས་དེ་ཅིག་ཞུ་འདོད་བྱུང། ལྷག་པོར་དུ། ཉེ་ཆར་ཨ་ནེ་རྒྱལ་བ་རིན་པོ་ཆེ་ལ་ཡང་མཚན་སྨོད་ཞུ་ཉེན་ཅིག་བྱུང་བ་རེད། དེས་རྒྱལ་བ་རིན་པོ་ཆེ་ལ་མངོན་སུམ་འཛེམ་མེད་ཀྱི་ཚད་མེད་ཞུ་མཁན་ཅིག་ཆོལ་ཁ་སུའི་ཁོངས་གཏོགས་ལ་བྱུང་བ་ཡིན་ན། ཆོས་བརྒྱུད་ག་འདྲའི་འདྲ་ཅིག་ཡོང་གི་ཡོད་ན། ལྟ་གྲུབ་ག་རེ་འདྲ་ཅིག་ཁྱེད་ཡོང་གི་ཡོད་ཡ་ན་ང་ཚོ་ཚང་མས་ལངས་སམ། དེས་ང་ཚོ་དཔལ་དུ་ཚང་མས་ཁ་ཟས་ཆོལ་ཁ་དུ་ཆུ་ལུག་གཡའ་མེད་པ་ཅིག་ཐོག་ནས་བཤད་དགོས་ཀྱི་འདུག་མ་གཏོགས་སྐབས་བཀོད་ལ་ང་ཚོ་སྐྱོན་ཅིག་གར་འདུག་ལགས་ན། རྒྱལ་བ་རིན་པོ་ཆེ་ཚང་མས་ཞུ་མཁན་དེ་ཆོལ་ཁ་སུའི་ཁོངས་ན་ལ་བྱུང་སོང། དེ་བདེ་སོང་གི་མཁྱེན་གྱི་རེད། དེ་ཡིན་དུས་གང་ལ། དེ་ནས་ལམ་སང་གཅིག་རྒྱལ་བ་རིན་པོ་ཆེ་གི་སྐུ་ཤ་གས་ཆེན་པོ་དེ་ལམ་སང་སྤྱི་ཚོགས་གང་ལ་རྙོག་དྲ་ཡོད་རྒྱུ་ཅིག་ལྟ་གྲུབ་དང་ཆོལ་ཁ་དང་དེ་དུས་གང་ལ་ཕར་ཁྲིད་ནས་དེ་འདྲའི་གནའ་དེང་མཁན་དེ་འཚེ་མེད་ཞུ་བ་ལས་ཀྱང་ངས་སྡུག་བ་འཐུང་གི་ཡོད། དེ་ཚོའི་གྲལ་ནས་སྐྱབས་མགོན་རིན་པོ་ཆེའི་སྐུ་ཤ་ལ་སྣང་མེད་དང་སྐྱབས་མགོན་རིན་པོ་ཆེ་གི་ཨ་ནེ་ཆེའི་སྐུ་ཤ་ལ་རྩེད་མོ་རྩེད་ས་བྱས་ནས་འདུག་དེ་ནས་རྒྱལ་བ་རིན་པོ་ཆེ་བེད་སྤྱོད་ལོག་པ་བཏང་ནས་ཨ་ནེ་ནང་ཁུལ་གྱི་སོ་སོ་གི་ཅིག་ཡ་མ་དཔེ་ན་ཆ་ཤ་ཡིན་ན། ད་ལྟ་སོང་དེ་དེ་འདྲ་བོ་ཆགས་ཤར་ན་ཅིག་རང་བཙན་ལྟ་གྲུབ་པ་ཅིག་རེད་མདོག་མདོག། དྲང་མོ་བཤད་ན་ཁོའི་སྐད་ཆ་དེ་གིས་རང་བཙན་ལྟ་གྲུབ་པ་དེ་ཚོ་རྦད་དུ་ཆུ་ལ་གཡུགས་བར་དེ་རང་བཙན་ལྟ་གྲུབ་པ་ཅིག་དངོས་ནས་རྩ་ཉེ་དེ་གསུང་གི་མ་རེད། ང་འདྲ་བ་ཡིན་ན་འོས་མི་ལང་གི་ལྟ་བ་ཁྱེད་གཉིས་ཀྱི་ཡིན། ཡིན་པ་ཡིན་ན་དེ་འདྲའི་གི་ལྟ་ཅིག་ལང་སང་ཕ་ཁྱེད་ནས་དེ་འདྲ་བྱས་དེ་ན་ཡག་པོ་རྩ་ཉེ་ནི་མི་འདུག་ངས་གོང་དུ་ཞུས་པ་ན་རྗེ་རྒྱལ་བ་རིན་པོ་ཆེ་གི་སྐུ་ཤ་ལ་ཐུག་པའི་སྐབས་སུ་ང་ཚོའི་ལང་སང་ཕྱོགས་འགའ་དང་ལྟ་གྲུབ་དེ་དུས་ན་ཚ་གང་ལ་དེ་འདྲའི་ཁྲལ་ཡག་གི་ལམ་ལུགས་སུ་ངན་པ་ཅིག་ང་ཚོ་སྤྱི་ཚོགས་ནང་འདུ་བ་དེ་རྩ་བ་ཉིད་ནས་ཁེལ་མ་ཡོང་མ་གཏོགས་དེ་ཁེལ་ཡོང་ན་དེ་རྒྱ་གར་རིན་པོ་ཆེ་སྐུ་ཤ་གི་རྩེད་མོ་རྩེ་བ་རེད་གདའ་སྲིད། དེའི་འགན་དེ་རྩ་བ་ཉིད་ནས་སུ་ཡིན་ན་བཟོད་གི་མ་རེད་དེ་འདྲ་ཡིན་དུས་རྒྱ་གར་རིན་པོ་ཆེའི་སྐུ་ཤ་ལ་ཐུག་ཚར་བའི་རྗེས་ལ། དེའི་ཐོག་ལ་ཅིག་བསམ་པ་ངན་པ་སྦྱོར་བ་རྩིས་པ་གི་ཐོག་ནས་ཚད་མའི་ཞུ་འགན་དེ་འདྲ་ཅིག་ཕྱོགས་འགའ་སུ་འདྲ་ཅིག་ཁོང་ལ་ཡོང་གི་བ་ན། དེའི་ལོང་ཚ་ག་འདྲ་འདྲ་ཅིག་ཁོང་ནས་ཡོང་གི་བ་ན་དེའི་སོ་ཐར་སོ་སོ་དང་འབྲེལ་བ་ཡོད་མེད་ག་འདྲ་ཅིག་ཡོང་གི་བ་ན་དེ་ལ་མཐའ་གཅིག་ཏུ་གདོང་ལེན་བྱེད་དགོས་རེད་མ་གཏོགས། དེ་ཡང་ཐ་ན་བདེ་སྲུང་བཀའ་བློན་གསུངས་པ་ནང་བཞིན་ད་ལྟ་གོང་དུ་ངས་ཞུས་པ་ནང་བཞིན་དེ་ཆོལ་ཁ་ཆ་ཚང་ནང་བྱུང་ཡོད་རེད་དེ་ཚོ་རེ་རེ་རེ་རེ་ད་ལྟ་བདེ་སྲུང་བཀའ་བློན་གཅིག་གནང་ཡོད་གསུངས་ཡོད་དེ་དཔེ་མ་ཟད་རྒྱབ་སྐྱོར་ཡོད་ང་ཚོའི་ངོས་ནས་ཡིན་ན་ག་རེ་འདྲ་ཞིག་བྱེད་དགོས་ན། མཐུན་རྐྱེན་ག་རེ་འདྲ་ཞིག་བསྐྲུན་དགོས་ན་བཀའ་གནང་རྐྱང་བྱེད་ཆོག་དང་དེའི་སྒང་ལ་བརྒྱ་ཆ་བརྒྱ་ཐམ་པ་ག་རེ་འདྲ་ཞིག་བྱེད་དགོས་ན་བྱེད་ཐག་གཅོད་བྱེད་ཀྱི་ཡིན། དེ་འདྲ་ཡིན་དུས་དེའི་སྒང་ལ་ང་རང་ཚོ་ཚང་མས་རང་བྱུང་རོགས་ཟོན་ཆ་ཚང་གིས།

ད་དངོས་གནས་དྲ་འདྲེ་ང་ར་ཚོས་རྒྱལ་བ་རིན་པོ་ཆེ་གི་སྤྱན་གྱི་མདུན་ལ་ད་ང་ཚོ་ཞུགས་གཅིག་ཁྲབ་ནས་ད་རྩ་ཉེ་ནས་ཡོང་གི་དགོས་འདུག་དེ་དེ་ཡིན་དུས་གང་ལ་ངེས་པོར་དུ་ད་ང་ཚོ་མཚམས་བཞག་དགོས་གི་འདུག་མ་གཏོགས་ད་བསྡུ་བ་ལ་དངོས་གནས་དྲ་གནས་དཔལ་དུ་གཅིག་ཡིན་བས་མི་ཆ་ཚང་ལོ་ཡར་སླེབས་ནས་དཔལ་རྒྱལ་བ་རིན་པོ་ཆེ་ཐུགས་ཆ་བཟང་པོ་བཟོས་བསྡད་པ་ནི་དེའི་འགན་དེ་ང་ཚོ་ཚང་མས་ཁྱོད་ནི་ཁེགས་མ་ཐུབ་པའི་གནས་སྟངས་ཤིག་རེད་ད། དེ་འདྲ་ཡིན་དུས་དེ་འདྲའི་ཡོང་ཡག་དང། དེ་ཡོང་པ་ལ་ཡང་གཅིག་ད་གཅིག་དེ་ནི་ཕ་ནི་ག་ས་ག་ལ་འཕྲད་ཡག་གི་ཐབས་ཤིག་དེ་རྩ་བ་ཉིད་ནས་མ་གནང་བྱས་ནས། གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ་གཅེས་ནོར་རང་གི་ཐོག་ལ་བཞག་ཅེས་དེའི་གི་བསྐོ་གཞག་དང་འབྲེལ་བའི་ཐོག་ལ་ང་ཚོ་ཚང་མ་རྡོག་རྩ་གཅིག་ཏུ་བསྒྲིགས་ནས། དེ་ནི་འདུན་པ་སྤོང་དགོས་རེད་མ་གཏོགས་གཞན་དེའི་ཐོག་ལ་ཁ་ཡར་དྲི་མར་དྲི་བྱས་ན་དེའི་གི་འགན་དེ་སུ་གཅིག་གིས་བཟོད་གི་མ་རེད་ཟེར་ནས་ཞུ་ཡག་ཡིན།